གཟའ་ལྷག་པའི་དགོང་དྲོར་ཨ་རིའི་རྒྱལ་ས Washington DC རུ་ཨ་རིའི Wizards རུ་ཁག་དང་རྒྱ་ནག་གི Guangzhou སེང་གེ་རུ་ཁག་དབར་འགྲན་བསྡུར་བྱས་པའི་སྐབས་སུ་རྩེད་རའི་ནང་ཧོང་ཀོང་ལ་རང་དབང་དགོས་པ་དང་སྨྲ་བརྗོད་རང་དབང་དགོས་པའི་སྐད་འབོད་རྒྱག་འདུག་ད་དུང་ས་གནས་ཀྱི་བོད་མི་ལས་འགུལ་བས་བོད་ཀྱི་རྒྱལ་དར་འཕྱར་བ་དང་བོད་རང་དབང་ཞེས་པའི་གསལ་བསྒྲགས་སྦྱར་ཡིག་འཁྱེར་འདུག་པ་བརྟེན་སྐར་མ་ཁ་ཤས་ཀྱི་ནང་ལ་སྲུང་སྐྱོབ་ལས་བྱེད་པས་འཕྲེད་དར་ལེན་རྩིས་བྱས་ཀྱང་སྤྲད་མེད་པའི་རྐྱེན་གྱིས་ཕྱི་ལོགས་ལ་ཁྲིད་འདུག།
རྒྱ་ནག་དང་ཨ་རིའི་ཨན་བྷི་ཨེ་སི་པོལ་རྒྱལ་ཡོངས་ཚོགས་པའི་འབྲེལ་ལམ་སྡུག་ཏུ་འགྲོ་བའི་རྐྱེན་གཙོ་བོ་ནི་རྩེད་མོའི་རུ་ཁག Houston Rockets གྱི་འགན་འཛིན་མོ་རེ་ཡིས་བདུན་ཕྲག་སྔོན་མར་སྤྱི་ཚོགས་དྲ་རྒྱ་བརྒྱུད་རང་དབང་ཆེད་དུ་འཐབ་འཛིང་བྱས་དགོས་ཧོང་ཀོང་ལ་རྒྱབ་སྐྱོར་བྱས་དགོས་ཞེས་ཡིག་ཕྲེང་འདི་བྲིས་པར་ཐུག་ཡོད། རྒྱ་ནག་གཞུང་གིས་ཨེན་བྷི་ཨེ་ཡི་ལས་བྱེད་མོ་རི་ཡིས་རྒྱ་ནག་མི་དམངས་ཀྱི་ཚོར་སྣང་ལ་ཕོག་ཐུག་བཏང་ཡོད་པ་གསལ་བསྒྲགས་སྤེལ་ཡོད་པ་དང། དེའི་རྗེས་སུ་ཨེན་བྷི་ཨེ་རྩེད་མོ་ཚོགས་པས་རྒྱ་ནག་གི་རྩེད་མོར་དགའ་མཁན་ས་ཡ་མང་པོ་ཡོད་པ་རྣམས་ལ་དགོངས་སེལ་ཞུས་ཡོད། འོན་ཀྱང་ཨེན་བྷི་ཨེ་སྤྱི་ཁྱབ་འགན་འཛིན Adam Silverman གྱིས། ཚོགས་པས་སྨྲ་བརྗོད་རང་དབང་ལ་བརྩི་མཐོང་བྱེད་རྒྱུ་ནི། ཡུ་རིན་ནས་བཟུང་པའི་གཞི་རྩའི་རིན་ཐང་ཞིག་ཡིན་པར་བརྟེན། མོ་རེ་ལ། སྨྲ་བརྗོད་རང་དབང་ལོངས་སུ་སྤྱོད་རྒྱུའི་ཐོབ་ཐང་ཡོད་རེད་ཅེས་གསུངས་འདུག། མཚན་མོའི་ཚོང་ལ་མཇུག་འབྲས་གང་འཚམ་འཕོ་ཚར་ཡོད་པས། རྒྱ་ནག་གིས་མོ་རེ་དང། Silverman། གཉིས་ཀྱི་བསམ་བློ་འཁྱེར་སོ་ཡག་པོ་མེད་པར་བརྩིས་ཏེ། གཟའ་ལག་པའི་ཉིན་གྲོང་ཁྱེར་ཤང་ཧའེ་རུ NBA རྩེད་མོ་ཚོགས་པའི Houston Rookers ཀྱིས་རྩེད་མོར་དགའ་མཁན་ཚོ་དང་ཐུག་རྒྱུའི་ལས་རིམ་ཞིག་བང་བསྒྲིགས་ཡོད་ཀྱང་ཕྱིར་འཐེན་བྱ་དགོས་བྱུང་འདུག་དེང་སྐབས་རྒྱ་ནག་དང་ཨ་རིའི NBA སིལ་སྤོལ་ཚོགས་པའི་དབར་འགལ་བ་ཆགས་མཚམས་ཀྱི་རྗེས་ལ། South Park ཟེར་བའི་ལྟ་མོ་བ་རྒན་པར་རྨིས་ཏེ་བཟོས་པ་ཨ་རིའི་འགུལ་རིས་སྒྲུང་གཏམ་ལེའུ་གསར་བ་བདུན་ཕྲག་སྔོན་མར་རྒྱང་སྲིང་བྱས་པའི་ནང། རྒྱ་ནག་གི་རུ་ཁག་ཞེས་པའི་ལེའུའི་ནང་ཁྱད་ཆོས་མི་སྣ་ཞིག་གིས་རྒྱ་ནག་ནང་ཉལ་ཐག་བཙོངས་པའི་རྐྱེན་གྱིས་ངལ་རྩོལ་བསྒྱུར་བཀོལ་ཁང་དུ་བཅུག་པ་དང་བསམ་བློའི་སློབ་གསོ་བསྐྱར་དུ་སྤྲད་ཡོད་པས་རྒྱ་ནག་གཞུང་གིས་གཅིག་སྡུད་ཀྱི་དབང་བསྒྱུར་ལ་ཟུར་ཟ་བྱས་ཡོད་པར་བརྟེན་རྒྱ་ནག་ནང་ལྟད་མོ་དེ་བཀག་འགོག་བྱས་ཡོད་པ་དང་དྲ་རྒྱའི་སྟེང་ལ་རྒྱ་ནག་ནང་གླེང་སློང་བྱེད་རྒྱུ་མེད་པ་བཟོས་འདུག། འདི་རིགས་སྒྲུང་གཏམ་བཟོ་མཁན Terry Parker དང Matt Stone གཉིས་ཀྱིས་སྤྱི་ཚོགས་དྲ་རྒྱ Twitter བརྒྱུད་རྒྱ་ནག་གཞུང་ལ་ཟུར་ཟའི་དགོངས་སེལ་ཞུས་པའི་སྐབས། ང་ཚོ་ཡང་རང་དབང་དང་དམངས་གཙོ་ལས་ལྷག་པར་དངུལ་ལ་དགའ་བ་ཡོད་ཟེར་བ་དང། ཞི་ཅིན་ཕིང་ནི་འགུལ་རིས་ཀྱི་ཁྱད་ཆོས་མེད་ན། ཝེ་ནི་ད་ཕུའུ་འདྲ་པོ་མི་འདུག་སོགས་བྲིས་ཏེ་གོ་བ་བཟློག་ནས་དོན་དག་གོ་རྒྱུ་ཡོད་པའི་སྒོ་ནས་ཟུར་ཟས་ཁེངས་པའི་དགོངས་སེལ་གྱི་གསལ་བསྒྲགས་ཤིག་བྲིས་འདུག།